དེང་རྣམ་པ་སྐུ་ཁམས་བཟང། ཁྱེད་རྣམ་པས་ད་ལྟ་འཇིག་རྟེན་མི་རྗེ་གི་དྲ་དེབ་ལ་གསན་གནང་གི་ཡོད་པ་རེད། ང་ཀློག་འདོན་པ་ཨ་ཆེན་བསྟན་འཛིན་ཐུབ་བསྟན་དྷེ་རི་སྡེ་ནས་མངའ་རིས་པན་ཆེན་དཔལ་མོ་དབང་རྒྱལ་གྱིས་མཛད་གནང་བའི་རང་བཞིན་རྫོགས་པ་ཆེན་པོའི་ལམ་གྱི་ཆ་ལག་སྡོམ་པ་གསུམ་རྣམ་པར་ངེས་པ་ཞེས་བྱ་བའི་བསྟན་བཅོས་འདི་ཉིད་བརྙན་འཕྲིན་ཞུ་གི་ཡིན། དུས་ཡུན་འདི་རྣམ་པ་ཚོར་ཐུགས་ཕན་སེལ་བའི་རེ་བ་ཞུ་གི་ཡོད་ཚང་མ་བཀྲ་ཤིས་བདེ་ལེགས། ན་མོ་གུ་ར་བས། པ་ལན་ཚོགས་ངས་ཆུ་གཏེར་བསུ་བ་ལས་མཁྱེན་བརྩེའི་འོད་དཀར་ངེས་གསང་གྲུ་ཆར་འབེབས། གངས་ཅན་མཁས་གྲུབ་ཡོངས་ཀྱི་གཙུག་རྒྱན་མཆོག་མཚོ་སྐྱེས་རྡོ་རྗེ་འགྲོ་བའི་བླ་མར་འདུད། འགྲོ་བློའི་དྲི་མ་འཁྲུད་མཁས་དྲང་སྲོང་གི་བློ་གྲོས་དཔལ་དུར་བུམ་བཟང་རབ་ཐོགས་ནས། ལེགས་བཤད་སྡོམ་གསུམ་བདུད་རྩིའི་ཆུ་རྒྱུན་གྱིས་དུས་ཉེར་སྐྱེ་བོའི་ཚོགས་རྣམས་འདིར་འདུས་ཤིག། རྫོགས་པ་ཆེན་པོའི་ཡེ་ཤེས་སྤྱི་ཡིས་སུ་ཡོངས་སུ་དག་གོ་རྡོ་རྗེ་འཆང་ཆེན་པོ། འབྲས་བུའི་མཐར་དུ་སངས་རྒྱས་ཉག་གཅིག་ལས་ཟབ་གྱི་ཆོས་ཀྱི་སྒོ་ཁར་འབྲང་ཡས་ཀྱང། སངས་ཆེན་མི་འགྲོ་ལམ་ཆོས་མ་བསྟན་པར་ཐོབ་པ་མེད་ཞེས་རྫོགས་སངས་རྒྱས་དེ་གསུངས། ཇི་སྲིད་སེམས་ཀྱི་འཇུག་པ་མ་ཟད་པར་བསམ་མི་ཐེག་པའི་སྦྲང་དང་ཐུག་པ་མེད། སྦྲུལ་རིགས་ལམ་ལ་དཀྲི་བའི་ངར་ལྟས་དེ་རང་ར་བརྗེད་དུ་འབྲས་བུ་བླ་དང་རྗེས། ཐོབ་ཀྱང་ཐེག་པ་སོ་སོའི་ངེས་འབྱུང་ལས་ཐེག་གི་ལམ་ལ་མ་ཞུགས་འབྲས་ཐོབ་ཅིང། འདི་ནི་རྫོགས་པར་ཕྱིན་པའི་རིང་ལུགས་དང་ཉན་ཐོས་རང་རྒྱལ་བྱང་ཆུབ་སེམས་དཔའ་ལ། ཚིག་སྙན་རྒྱུད་ཡིག་ཐེག་པ་གསུམ་ཞེས་སོགས་ཀྲི་ཡ་ཨུ་པ་ཡོ་ག་ཕྱི་རྒྱུད་གསུམ། བླ་མའི་ཕ་རྒྱུད་མ་ཧཱ་ཡོ་ག་དང་མ་རྒྱུད་ཨ་ནུ་ཡོ་གར་གྲགས་པ་དང། གཉིས་མེད་རྒྱུད་དེ་ཨ་ཏི་ཡོ་ག་ལ་ནང་རྒྱུད་གསུམ་ཞེས་ཐེག་པ་རིམ་དགུར་འདུ། ཉན་རང་བྱང་སེམས་རིགས་ཅན་སོ་སོ་ལ་རྡོ་རྗེ་འཛིན་པའི་ལམ་ཞུགས་ཡོད་དོ་ཞེས། སྦུབས་ལྔའི་རྒྱུད་ཀྱི་ལུང་ལས་གསར་བ་དྲུག་བསམ་པའི་གཡོ་བའི་སྔགས་ལ་འཇུག་པའི་ཚུལ། ཆོས་སྐོར་མང་ཡང་དེ་ལྟར་སྤྲོས་ཀྱང་མི་འདི་ནི་དབང་པོ་རབ་འབྲིང་མཐའ་གསུམ་ལས། རབ་བཅོལ་སྦྱངས་པ་མཐར་མཚོན་བཀའ་ལས་འདིར་དབང་བསྐུར་ཐུབ་པའི་སྡོམ་གསུམ་ཅིག་ཆར་གྱིས། རྟོགས་གྲོལ་དུས་མཉམ་ཨིནྡྲ་བྷུ་ཏི་བཞིན་འགྲིགས་ནི་སྡོམ་གསུམ་སོ་སོའི་ཆོ་ག་ལ། བརྟེན་ནས་རིམ་དུ་ནམ་མཁར་མཛོད་ནང་དང་ཐང་མ་ཀརྨ་ནི་ཤིན་ཏུ་གདུལ་དཀའ་སྟེ། གསོ་སྦྱོང་བསླབ་པའི་གནས་བཅུ་གྲུབ་མཐའ་ཞེས་བྱ་ཆོས་རྣམས་ཀྱི་འཇུག་སྒོའི་རིམ་བཤད་ནི། བླ་མེད་འཇུག་པ་རྟག་པར་བསྙེན་པར་མཚོན་འདི་ནི་དབང་པོ་འབྲིང་གི་ཚུལ་བྱས་ཏེ། དགེ་སློང་དགེ་ཚུལ་དགེ་བསྙེན་སྡོམ་ལྡན་འདི་རྡོ་རྗེ་འཛིན་པའི་རབ་འབྲིང་མཐའ་ཡིན་ཞེས། ཕུར་པའི་རྒྱུད་དང་དུས་འཁོར་ལས་གསུངས་ཤིང་འོན་ཀྱང་ཡེ་ཤེས་ལྡན་པ་གཙོ་བོར་གསུངས། སྔ་འགྱུར་བརྒྱུད་ལྡན་རྩ་བ་ཀུན་འདུས་ལས་རང་དང་གཞན་དོན་ཕན་པ་ཆེ་བཞེད་པ། སོ་ཐར་སེམས་བསྐྱེད་དབང་བསྐུར་ཉིད་ཡིན་ཏེ་སོ་སོར་འཛིན་ན་ཉན་ཐོས་བྱང་སེམས་དང། རིག་པ་འཛིན་པ་ཞེས་སུ་ཁས་ལ་དེ་ལྟར་ཐུན་མོང་སྡོམ་པ་འོག་མ་གཉིས། འདི་ནི་བླ་མའི་དབང་གི་ཡན་ལག་ཏུ་རྒྱུད་སྡེ་རྒྱ་མཚོ་ཞེས་ལྟར་འདིར་འཆད་དོ། སྡོམ་གཟུགས་སོ་སོར་ཁོ་བོའི་གླེང་གཞི་དང་དང་པོ་སྡོམ་པ་མ་ཐོབ་ཐོབ་པའི་ཚུལ། བར་དུ་ཐོབ་པ་མི་ཉམས་བསྲུང་བའི་ཐབས་ཐ་མར་ཉམས་ན་སོ་སོ་ཅི་རིགས་སྡོམ། སྡོམ་གསུམ་སྤྱི་ཡི་བཤད་གཞིའི་རིམ་པ་ཕྱེ་བ་དེ་དང་པོའོ། རྣམ་པ་ཚོའི་གསན་གཟིགས་གནང་བ་བཀའ་དྲིན་ཆེ་ཞུ།